རྒྱལ་བ་བསྟན་འཛིན་རྒྱ་མཚོ་གི་བཀའ་དྲིན་དེ་དུས་ནམ་ཡང་བརྗེད་ཐབས་མེད་པར་ཁོང་གིས་མཛད་པ་གངས་ལྗོངས་དུ་གངས་སྐྱོང་བ་དེ་འཛམ་གླིང་ཀུན་དང་ཁྱབ་པ་དང་ཡོང་སྒོ་ལྷག་པར་ཕྱིན། མི་འབོར། དུང་ཕྱུར་བདུན་ཅུ་ཐམ་པ་ལ་བདེ་བ་འདོད་ཀྱི་སྡུག་བསྔལ་མི་འདོད་པ་ཤཱཀྱ་ཡིན་ཙང་ཚང་མ་ལ། ཨ་ནི་ཞི་བདེ་ནི་ཡག་དང་ཨ་ནི་ནི་མུ་ཁྲུ་ཚུན་ཞང་ཞེས་དར་བ་ཡོང་བའི་གི་ཨ་ནི་རྒད་པོའི་སྨོན་ལམ་དེ་ཡིན། དེ་རིང་ངས་ད་ལྟ་དེའི་གོང་ལ། ལྟ་འདོད་གནད་ལ་འཁེལ་བ་ཟེར་ཏེ་དོན་དག་ག་རེ་ཡིན་ཟེར་ཏེ་ན། ད་ངོ་སོ། ཟླ་བ་གསུམ་ཕྱེད་ཚེ་ནི། ཨ་ནི། ད་རྡ་རམ་ས་ལ་རུ་བ། ཧོ། སེམས་ཤུགས་ཅན་གྱི་བོད་སྤྱི་བ་གི་རྩ་དོན་ལ་ཐུགས་ཁུར་གནང་མཁན་གྱི་དེ་ནི། གཞི་རིམ་མི་མང་གི་ལས་འགུལ་ཚོགས་པ་སེལ་གྱི་ཚོགས་གཙོ་བོད་སྐད་ཅན་དང། ཨ་ནི་ཚོགས་གཞོན་ཚེ་རིང་སྲས་ཐར་ལགས་དེ་ག་ནང་ཞིག། ཨེ་ནི་བྲག་དག་གི་རྟ་ཕོ་ཞེ་སྡེ་ལ། དད་བས་ནང་ཤེས་བཙོང་ཞེ་སྡེ། དད་བས་ནང་ཤེས་ཨ་བོ་ཡེ་ཤེས་ལྗང་ཚལ། དད་བྱེད་བློ་བཟང་དཔལ་ལྡན་རྟ་དངོས་སུ་བརྗོད་ལན། རྣམ་པ་སོ་ཁྱོད་རྣམ་པ་ཅོ་འཆམ་དུས། བྲག་གི་སྒམ་པོ་ནང་ཤེས་གནང་གི་ཡོད་བ་ལ། གུས་པས་འཇམ་དབྱངས་བསྟན་འཛིན་ནི། བཀའ་དྲིན་བླ་མེད་དུ་ཆེ་ཞུ་བ་ཡིན།

ཨོ་བོད་མི་ཁྱོད་ཡིད་ལ་ཡོད་པ་མཁན། ཨ་དྲང་བདེན་གི། ཚོགས་པ་འདི་ནང་ལ། གནད་ཡོད་མི་སྣ་ཉིན་ཉིན་བརྒྱ་ཡོད་ན་རེད། བརྒྱ་དང་བརྒྱ་ཆོད་ཡོད་ན་རེད། ཚང་མ་གི་འགན་མ་རེད། དེ་ངོ་སོ་བོད་པ་རྩ་འཛིན་ཚང་མ་གི་འགན་རེད་གཞུང་རྩ་གཏོར་བཏང་ཡོང་དགོས་པ་རེད་རྣམ་པ་ཚང། ད་དེ་གཉེན་པོ་བཤད་ན་རེད།

སངས་རྒྱས་ཀྱི་ན་བཟའ་དེ་གོན་ནས་དེ་འདྲས་ཤེས་པ་འདི་བསྟན་པ་སྤྱོད་ལ་ཁྱེད་རང་ཞབས་འདྲེན་རེད་ད་དངོས་ཡོད་གནས་ཚུལ་ཞུས་ཡིན་ད། དེ་འདྲས་ཡིན་ཚར་ཏེ་ད་དེ་རིང་ངོ་སོ་མི་མགོ་ལྔ་སྟོང་བདུན་བརྒྱ་གི་མི་མང་གི་ས་ཡིག་བསྡུ་བ་དེ་རྩ་ཆེན་པོ་ཞེ་དྲག་རེད་མི་མང་ནང་སེམས་ཤུགས་ནམ་ཡང་ཆགས་གི་མ་རེད་ག་རེ་ཟེར་ན་ངོ་སོ་རང་བཙན་མ་དངུལ་གི་ལ་དད་གི་ཨ་འབྲང་དང་སོ་སོ་གི་སྡོད་གནས་གི་ཁ་བྱང་དང་ཚང་མ་ན་མི་གཅིག་གིས་མི་གཉིས་བརྒྱག་ན་མི་གཉིས་ཀྱིས་ཁ་པར་ལེན་པ་ག་ཡོད་པ་དེ་བཏང་ཤག་དེ་བརྒྱ་ཆ་བརྒྱ་ཐམ་པ་ཁྲུམས་ཐོག་ལ་འགྲོ་ན་དྲང་བདེན་ཆགས་འདུག་ཡོད་རེད་ཞུ་ཡག་ཡིན། བསྟན་པ་མགོ་ནས་ཤེས་མཁན་ཁྱེད་རང་སུ་རེད་མི་སྲིད་དེ་འདྲའི་གནས་ཚུལ་ངོ་སོ་ད་ལྟ་རྙོག་དྲ་ཚ་པོ་དེ་བཟོ་དགོས་ཡ་ཡོད་མ་རེད་ཁྱེད་རང་སུ་གི་བཟོ་མཁན་ཤེས་པ་རེད། རེ་བ།

ཨོ་ད་དུས་སུ་ངོ་སོ་བཤད་མི་དགོས་དོ་ད་རི་ངས་རྒད་པོ་གི། གཡག་ཆོས་གཡོན་དུས་སུ་གང་ལ་ཆུང་རི་བྱེད་གི་མེད། ང་ནི་ཁམས་པ་སྤྲིན་ནི་མ་དར་ཅན་ཡིན། བོད་རྒྱ་ཆེ་དགོས་ཀི་ཡོད། བོད་མི་མང་དགོས་ཀི་ཡོད། ང་བོད་པ་རྩ་ཟེར་ཡིན། སྡོམ་པ་དེ་བོད་པ་ཡིན། ང་རྒྱ་མི་མ་ཡིན། ང་དབྱིན་ཇི་མ་ཡིན། ང་བོད་པ་ཡིན། ང་བོད་ཡིག་ཤེས་ཀྱི་ཡོད་རེད་བ། ང་རྒྱ་ཡིག་ཤེས་ཀྱི་མེད། རྒྱ་གུང་ཁྲན་ལ་ནམ་ཡང་མགོ་སྒུར་མཁན་གྱི་མ་ཡིན། རྒད་པོ་མྱོང་ཚོར་གྱི་ཐོག་ནས་ཡར་ལབ་རྒྱུ་ཡིན། ད་དྲང་པོ་དྲང་བཞག་ཁྱོན་ནས་བཤད་ཀྱི་མི་འདུག། ད་ད་རིང་མི་མགོ་ལྔ་སྟོང་གིས་བདུན་བརྒྱ

ལྟ་ཁྱོད་བདེ་ཨ། ཀོ། དངོས་གནས་ལྷ་དང་བླ་མ། གྲོགས་དང་འཕྲུལ་ལན་གྱིས་ཡོད་ན། རྟགས་དཔང་རྟགས་ཀྱི་སྟོན་དགོས་དགོས་རེད། ཁྱོད་རང་ལ་རྟགས་མགྱོགས་པ་མཁོ་དགོས་རེད། དེ་འདྲ་ཡིན་ཚ་དེ་ལྟ་དེ་ནས་ངས་ལག་གཉིས་ཐལ་མོ་བཞག་ནས།

ཁྱོ་ཁ་འཐེན་འཁྱེར་བྱེད་མཁན་གཅིག། དགའ་ཉེ་དཔུང་སྒྲིག་བྱེད་མཁན་གཅིག། ཨ་ནེ། དོལ་རྒྱལ་གྱི་བྱེད་གཏེ་གཅིག། རྒྱ་མི་གུང་ཁྲན་གྱི་ཕོ་གཟན་གྱི། སྤྱང་ཁུག་གི་ལུག་པ་གྱོན་འདེགས་གཅིག་ཁྱོ་ཤེས་གི་ང་སོ་དོན་དུ་འཛུལ་ནས་ད་ལྟོགས་དགོས་འདུག་ཟེར་ནས་ད་རྒད་པོ་གི་སེ་སེ་ཐིང་ཐིང་ཁ་ནས་ང་ཞེ་ཅེ་བྱེད་གི་ཡོད། དེ་འདྲ་ཡིན་ཚ་དེ་དེ་རིང་ངའི་ལག་གཉིས་ཐལ་མོ་བཞག་ནས་བདག་རང་ཚ་ལ་ཡོང་མཁན་གྱི་རྒྱ་གར་སེ་བ་ལས་ཁུང་གི། ཤུགས་རྐྱེན་གནང་རོགས་གནང། ངོ་སོ་རྩ་འཛུགས་དེ་མེད་པ་བཟོ་གི་འདུག། དགྲ་དགའ་གཉེན་སྡུག་བཟོ་གི་འདུག། ད་དགྲ་དགའ་གཉེན་སྡུག་དངོས་གནས་བཟོ་གི་འོ་རེད་ད་རྣམ་པ་ཚང། དེ་འདྲའི་ཡིན་ཚ་དེ་ངོ་སོ་ད་རིང་ངོ་སོ་གོམ་པ་དམ་པོ་རྙིང་པ་དག་པོ་རེད། དོན་ཚན་བཤད་སྟངས་ཡང་དེ་བཅའ་ཁྲིམས་དང་མཐུན་པ། བཅའ་ཁྲིམས་ལ་འགལ་བ་གི་ཐོག་ཏུ་ནས་ལེགས་བཅོས་གཏོང་རོགས་ཞེས་ཟེར་ལད་ཡོད་རེད་ད་དེ་ཁོ་སོ་གཏང་ཡ་མེད་པ་ཤོད་ཟེར་ན་ད་ངོ་སོ་མི་མང། ཨོ། རིམ་པ་གསུམ་པ་བྱས་པ་ད་གོམ་པ་སྤོ་གི་རེད། དེ་མི་མང་གི་རྩ་དོན་དོན་དག་རེད་རྒྱལ་བ་བསྟན་འཛིན་རྒྱ་མཚོ་གིས་དགུང་ལོ་བཅུ་དྲུག་ནས་བཟུང་ནས་བོད་འདི་ཉིད་ཀྱི་དོན་དུ་དཀའ་ངལ་བརྒྱག་ནས་འཛོམས་པོ་གླིང་གི་ཡོངས་སུ་གྲགས་པ་ཅིག་གི་བོད་ཟེར་ཡ་དེ་བཟོ་བ་དེའི་རྩ་འཛུགས་དེ་ད་མེད་པ་བཟོ་ཡོང་ཚད་དེ་ངོ་སོ་མཚན་ལ་གཉིས་ཆོད་ས་རེད་པས།

ད་ལྟ་མི་མང་ལ་དཀའ་ངལ་དེ་འཕྲད་དུས་རྣམ་པ་ཕྱི་རྒྱལ་ལ་ཡོང་མཁན་གྱི་སྤྱི་འཐུས་ཚོགས་གསོག་ཐུགས་སང་ཡག་པོ་བཏང། ཁྱེད་རང་ཚོ་དཀའ་ངལ་རྒྱབ་པ་དེ་ཡག་པོ་རེད། ཡང་ད་ཡག་པོ་བྱེད་ཉིན་ཁོ་ཚོ་མ་ཁོ་ཚོ་ཡིན་ན། འཛུལ་ས་མེད་པའི་གི་དཀའ་ངལ་འཕྲད་དུས་མ་ཁྱེད་རང་ཚོ་གི་འཛུལ་ས་སུས་པ་རེད། སྤྱང་དགོན་རིན་པོ་ཆེ་གི་བཀའ་ཡིག་ལ་ཁོ་ཚོ་རྡོག་རོལ་གཏོང་དགོས་པ་རེད། ཡིག་ཆ་སུམ་ཅུ་སོ་དགུ། གཞུང་རྩ་གཏོར་གཏོང་ཡང། རྩ་གཏོར་ནང་ནས་རྩ་གཏོར་ཆད་ཐོ་ཁྲོན་ཤིག་ག་སྒོ་རྒྱོ་ལོག་ཡོང་རེད། འཛོམས་པོ་གླིང་ཆུང་གང་ལ་ཐུག་ན་མེད་པ་ཅིག་རེད་འདི་ཆ་ང་འདི་ཨ་རིའི་ལས་ནས་ལོ་སུམ་ཅུ་ད་སོ་གཅིག་ལ་འགྲོ་དགོས་རེད་ཨ་རིའི་དམངས་གཙོ་རྒྱག་ཤེས་རེད་རྩོད་པ་བྱ་དགོས་རེད་མི་མང་གི་བསམ་འཆར་གཏོང་ཡང་དེ་ག་རེ་ཤོག་ཟེར་ན།

གནས་ཚུལ་དེ་འདྲའི་ཁ་ལ་བསྡད་ཞོར་དེ་ནང་བཞིན་ད་རྒྱ་མོས་ཀྱི་དུས་དང་གསང་མྱུང་ག་འདྲས་བྱེད་དགོས་ཨ་རི་ལ་ཁ་གཏད་བཅག་ལས་གནང་ན་གང་བུ་བཏང་ཡོད་སྐོར་རེད། འོ་དེ་འདྲ་ཡིན་ཚ་དེ་བོད་པ་ཚང་མ་གི་བསམ་ཤེས་ཉོན་ཤེས་ཡག་པོ་བྱས་ནས་རེ་བ་རྒྱ་ཆེ་རྒྱ་ནག་གི་འགྲོ་སྟངས་ལ་གཅིག་ལྟ་ཡོང་ཚ་དེ་ད་ངོ་སོ་བོད་པ་གི་གནས་ཚུལ་དེ་བཟང་དུ་ལ་འགྲོ་རྒྱ་བ་བསྟན་འཛིན་རྒྱ་མཚོ་གི་བཀའ་དྲིན་འོ་བོད་རྒྱ་གཉིས་ཀྱི་དབྱེན་འབྱེད་ཐོབ་དགོས་ན་ད་རྒྱ་བ་བསྟན་འཛིན་རྒྱ་མཚོ་ཡན་ལག་མེད་དེ་ཁོང་སྐུ་ཚེ

སྟབས། སྤུ་གུ་ཚང་མ་རྒྱ་ནག་ཁྲིན་ཏུ་ནས། མི་རིགས་ཀྱི་ཀླད་པ་ཁོ་རང་སྐྱེལ་རྒྱུ་བྱས་ནས་རྒྱ་ཡུལ་ལ་འབྱོར་འགྲོ་ཤོག་རེད་ཨོ་བོད་པ་སོང། ད་ལྟ་ངོ་སོ། འོ་འཛའ་དྲག་གི་ཐུགས་ལ་དུས་ཚོད་ཐུག་དུས་ཡོད་ས་དེ་གཞུང་འདི་རྩ་འཛུགས་ཡག་པོ་ཅིག་དགོས་དགོས་འོ་རེད། དེ་ཡིན་ས་དེ་ངོ་སོ་ཚང་མ་གི་རྡོག་གཅིག་ལ་སྦྲེལ་ནས། འོ་ད་མཐུན་པོ་བྱེད་ཡ་དེ་རེད་མ་ཟད་ངོ་སོ་བོད་པ་གཙང་སེང་མགོ་མ། ཁྱོད་མགོ་གཅིག་གི་ཆོས་ཕུག་མཐོ་སྒང་གི་མི་རིགས་གཅིག་རེད་དེ་བར་ཨོ་དེ་འདྲས་ཀྱི་གནང་རོགས་ཞེས་ཞུ་ཡ་ཡིན་ཨ་ནི་ཐུགས་རྗེ་ཆེ།